ད་ལྟ་སྐལ་བཟང་ལགས་ཀྱིས་རྒྱ་བོད་རིན་པོ་ཆེ་གི། ད་དགེ་བྱེད་ལགས་ཁྱེད་རང་དང་ཞེས་གསུང་བཤད་གནང་ལོ་ཀུན་འདུས་ཀྱི་བཀའ་ག་རེ་གནང་བ་མང་པོ་ཅིག་གསུངས་པ་རེད། ཀུན་འདུས་ཀྱིས་སྔོན་མ་ད་ལྟ་ཕྱི་རྒྱལ་ནང་པ་ཁ་ཤས་ཅིག་ལ་ཨ་ནི་དུས་རབས་ཉི་ཤུ་རྩ་གཅིག་ནང་པ་ག་འདྲ་ཡིན་མེད་དེའི་སྐབས་ལ་གསུང་ཆོས་ཅིག་སྐབས་ལ་ག་རེ་བཀའ་གནང་འདུག་ཟེར་དུ་ནང་ཆོས་ཟས་དེ་གཞི་རྩ་དེ་ཨི་ནི། འཇིགས་སྣང་མ་རེད། ཉེས་འགན་མ་རེད། ཨ་ནི་བཀའ་བརྩི་ཉིན་གཅིག་པོ་དེ་མ་རེད། ནང་ཆོས་ཟས་དེ་དགེ་བྱེད་ལགས་ཁྱེད་རང་ད་གཞི་གསུངས་པ་ནང་བཞིན། དགའ་བས། དགེ་བྱེད་ལགས་སྤྲོ་བ་སོང་ཡིན་པ Joy། ད་ག་ནང་བཞིན་ཨ་ནི་ཉམས་ལེན་དང་ཅིག་མགོ་ཚོས་པས་འདི་གང་ལ་གཞི་བཞག་གོ་རེད། དེ་འདྲ་ཡིན་དུས། ང་ཚོས་དེང་སང་ཅིག་བསམ་བློ་ཁྱད་གསོ་འདི། དགག་བའི་དང་ཅིག་མགོ་ཚུགས་འེ་གི་བསམ་བློ་འདི་ག་འདྲའི་དགོངས་པ་བཏང་ཡོད་རེད། ད་དེ་ད་ད་ཅིག་ངས་ཞུས་པ་ནང་བཞིན་གི་གཙོ་བོ་ག་ད་སོ་སོའི་ཉིན་རེའི་མི་ཚེའི་ནང་ལོགས་ལ་ཡ་ནང་ཆོས་གི་བསླབ་བྱ་ལག་ལེན་བསྟར་ནས་ཁེ་ཕན་ཡོད་པ་ཅིག་གཟིགས་པ་ཡིན་ན་ཨ་ང་རང་ཤུགས་ཀྱི་དེ་སླེ་ཡོང་སྤྲོ་བ་སླེ་ཡོང་གུར་བ་དེ་ད་ཏན་ཏན་གཙོ་བོ་ད་འདི་རེད་བཞག་ག་ད་ཅིག་ཉིན་རེ་ཉིན་རེའི་མི་ཚེའི་ནང་ལོགས་ལ་ཡ་ག་ད་སྐྱབས་མགོན་རིན་པོ་ཆེ་གསུང་ཡོད་དུས་ག་ལ་གཞོན་སྐྱེས་ཚོ་ལ་ཡ་ནང་ཆོས་བསླབ་པའི་སྐབས་ལ་ཡ་དེང་དེང་རབས་ཀྱི་སྤྱི་ཚོགས་ནང་ལོགས་ལ་ཡང་ག་འདྲ Relevance ཡོད་པ་ཇི་དང་འབྲེལ་བ་ཡོད་པ་ཇི་དང་ལྷག་པར་དུ་ཉིན་རེ་ཉིན་རེ་མི་ཚེ་ནང་ལོགས་ལ་སོ་སོའི་དཀའ་ངལ་སེལ་ཡས་ལ་ཡང་ཕན་ཐོགས་ཡོད་པ་ཇི་དང་འདི་ག་འདྲ་ངོ་སྤྲོད་བྱེད་ཐུབ་པ་བྱེད་དགོས་རེད། གཞན་ཡང་སྲོལ་རྒྱུན་གྱི་དད་པ་དང་ང་ཚོའི་རིག་གཞུང་གི་ཆ་ཤས་རེད་ཟེར་ལབ་བཞག་པ་ཡིན་ན། སྒོ Historical དང་རྙིང་པ་གཅིག་གང་བསྡད་དེ་སྒོར་བ། ཨན་སྤྱི་ཚོགས་རྙོག་དྲ་ཚ་པོ་ཡིན་དུས་ག་ལ་ལམ་སང་དྲི་བ་ཤག་གི་རེད་བ་ད་ནང་ཆོས་རྙིང་པ་ཞིབ་གཅིག་རེད་ད་ལྟའི་སྤྱི་ཚོས་ནི་དུ་རུ་ཉུལ་གསབ་གཅིག་སླད་ཚར་བ་རེད་ཨ་ནི་བཅོམ་ལྡན་འདས་ཀྱི་གསུང་བཤགས་པ་ལོ་ཉིས་སྟོང་དྲུག་བརྒྱའི་གོང་ལ་གསུང་བཤགས་པ་ད་ལྟ་འབྲེལ་བ་ག་རེ་ཡོད་རེད་ཟེར་དྲི་བ་དེ་སླད་ཀི་རེད་བ that's a legitimate question དེ་ཚོ་སྐྱག་ངུ་རུམ་བྱེད་ག་རེ་གསུང་གི་རེད་ཟེར་ན། བཅོམ་ལྡན་འདས་ཀྱི་གསུང་བཤགས་པའི་གི་བསླབ་བྱའི་སྙིང་པོ་དེ། འགྲོ་བ་མིའི་རྩ་བའི་འདོད་འདུན་དང་དགོས་མཁོ་དང་བསྟུན་བཞག་དུས་བཀག་ལ་འགྲོ་བ་མིའི་རྩ་བ་ལ་ཡང་འགྱུར་བ་འཁོར་ཐལ་མེད་པ། ད་ལྟ་ལོ་སྟོང་ཕྲག་ཉི་ཤུ་གཉིས་ལྷག་ཙམ་ཕྱིན་པ་རེད་དེ། ཆགས་སྡང་རྨོངས་གསུམ་གྱི་དཀའ་ངལ་འདི་ནི་བཅོམ་ལྡན་འདས་ཡོད་པའི་སྐབས་ལ་ཡོད་རེད་རེད་བ། ད་ལྟ་ཡོད་རེད། ད་དུས་ཁོའི་རྩ་བའི་དཀའ་ངལ་འདི་གཅིག་པ་ཡིན་དུས་བཀག་ལ་ནང་ཆོས་ཀྱི་སྙིང་པོ་འདི་ལ་ཡང་འགྱུར་བ་གཏང་དགོས་ཡོད་མ་རེད། ད་ཡིན་ནའི་ནང་ཆོས་ཀྱི། རིག་གཞུང་སོ་སོ་དང་འབྲེལ་བ་ཡོད་པའི་ནང་ཆོས་ཀྱི་ཉམས་ལེན་གྱི་རྣམ་འགྱུར་སྦྱོར་བ་ལྟ་སྟེ་སྐལ་ཆ་ཆེར་གླེང་བ་འདུས་ཁ་ལ Customs དང་སྐལ་ཆ་གང་གླེང་བ་འདུས་ཁ་ལ་དུས་དང་འབྲེལ་བ་ཡོད་པའི་དོ་ནོས་འགྱུར་བ་བཏང་དགོས་རེད་དེ་གསུང་གི་ཡོད་རེད་ད་ཅི་ད་ནི་སྐལ་བཟང་རྒྱལ་བཟང་ལགས་གསུངས་སོང་ང་བཙུན་མའི་ད་ནང་དགེ་བཤེས་དམག་གི་ལམ་ཁ་བཟོས་ཏེ། དེ་སྔ་སྤྱི་ཚོགས་སྙིང་པོ་ལ་ཡང་ཕོ་མོ་དབྱེ་འབྱེད་ཀྱི་ལྟ་བ་དེ་དང་གོམས་གཤིས་ཡོད་རེད་བ་ད་ང་ཚོ་བོད་སྤྱི་ཚོགས་ཤར་ཕྱོགས་སྤྱི་ཚོགས་གཞན་དག་ལ་བསྟུན་པ་ཡིན་ན་བུད་མེད་ཀྱི་ཐོབ་ཐང་དེ་བོད་པ་དེ་ཟ་ག་རེད་ཤ་རེད་དེ་ཡིན་ནའི་ག་ད་སྲོལ་རྒྱུན་སྤྱི་ཚོགས་རྙིང་པ་ཡིན་དུས་ག་ལ་ཡ་བུ་ཕོ་མོ་དབྱེ་འབྱེད་ཀྱི་ལྟ་བ་ཡོད་རེད་དགེ་བཤེས་མ་ཨེ། ད་ནི་དགེ་སློང་མ་གིས་བསྒྲུབ་ཡ་དེ་བོས་ཁོ་རང་རྩ་བ་ཚུགས་འཁོར་ཐུག་ཡོའོ་མ་རེད། ཨ་ནི་སློབ་སྦྱོང་གི་ཆ་ནས་ད་ནི་དེ་བཙུན་མའི་དགོན་པ་ཁག་ལ་ཡང་ཞལ་འདོན་གནང་ཡ་མ་གཏོགས་སློབ་སྦྱོང་བྱེད་ཡ་དང་དགེ་བཤེས་ཀྱི་ལམ་ཁ་ཡོའོ་མ་རུང་ཨ་ད་དེ་ཚུལ་ཁྲིམས་དེ་ཁོ་སྲོལ་རྒྱུན་གྱི་ཆ་ཤས་རྙིང་པ་དེ་སོ་དགུ་ཏུ་འགྱུར་བ་དང་དགོས་དགོས་རུང་ཨ་ད་སེམས་ཀྱང་ངོར་མི་བྱེད་ངས་མ་འདི་འདྲ་ཞིག་བཀའ་གནང་སོང་ད་ནི་ཡ་བྷི་ཡ་ན་ལ་ཡ་དེ། འགྲོ་བ་མིའི་རྩ་བའི་ཐོབ་ཐང་གི་ཡིག་ཆ་གསལ་བསྒྲགས་བྱས་ནས་ལོ་ལྔ་བཅུ་འཁོར་བའི་དུས་ཆེན་སྐབས་ལ་ཡ་ཤར་ཕྱོགས་ཀྱི་རྒྱལ་ཁབ་ཁ་ཤས་ཀྱིས་རྒྱ་མིའི་ཕྱོགས་ཞེན་ཐལ་བཅད་དེ། འགྲོ་བ་མིའི་རྩ་བའི་ག་ད་དེ། འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཡིག་ཆ་དེ། ནུབ་ཕྱོགས་ཀྱི་སྤྱི་ཚོགས་ཀྱིས་ཤུགས་རྐྱེན་ཤུགས་ཆེན་པོ་ཐེབས་པར་དེ་ཚོ་ཤར་ཕྱོགས་ཀྱི་སྤྱི་ཚོགས་དང་མཐུན་གྱི་མི་འདུག་དེང་སང་འདི་བཟོ་བ་བཟོ་སྐྱོར་རྒྱག་དགོས་རེད་ཟེར་བཞིན་བཤད་ཉེན་བྱུང་བ་རེད། བཤད་ཉེན་བྱུང་དུས་ང་ལ་སྐྱབས་འགོར་མཇལ་ཁ་ག་རེ་གནང་ཡོད་ཟེར་ལབ་ན། ད་ནི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་གསལ་བསྒྲགས་འདིས་འགྲོ་བ་མི་སྤྱིའི་བདེ་དོན་དང་འབྲེལ་བ་ཆགས་འདུག་དུས་འགའ་ལ་ཡང་སྤྱི་ཚོགས་ཐ་དད་དང་མི་རིགས་ཐ་དད་སྐད་ཆ་མ་རེད། གལ་ཏེ། འདི་དང་ཨ་ནེ་སྤྱི་ཚོགས་ཀྱི་ཆ་ཤས་དེ་གོམས་གཤིས་ཆ་ཤས་ལས་འགལ་ཟླ་འགྲོ་གི་འདུག་ན་གོམས་གཤིས་འགྱུར་བ་གཏང་དགོས་རེད་མ་གཏོགས་འདི་འགྲོ་བ་མིའི་རྩ་བའི་ཐོབ་ཐང་ལ་ཡང་ཇེ་སླ་རུ་གཏང་རྒྱུ་ཡོད་མ་རེད་གསུངས་ཡོད་འདི་ཚོ་གནད་འགག་རེད་བ། དེ་ཙམ་དེ་ནང་ཆོས་ཀྱི་རྩ་བའི་བསླབ་བྱ་དེ་སྐྱབས་འཁོར་མི་འཇུག་དགོངས་བཞེད་ལ་ཡང་གདུལ་བྱའི་མི་རྟག་པ་དང་ནི་སྙིང་རྗེའི་ཉམས་ལེན་དང་དུ་ཚོད་དྲིལ་ཏེ་ལོ་སྟོང་ཕྲག་བཅུ་ཚུན་ཕྱིན་པས་ནི་ཁོ Relevance དེ་དེ་རེད། གང་ལྟར་གཅིག་ལྟ་ང་ཚོ Evolutionary ཐོག་ནས་མི་ཁོ་རང་གི་བཞི་བཅུ་ཚུན་འགྱུར་བ་དེ་འདྲ་གནས་ཚུལ་གཅིག་རེད། ད་ལྟ Evolutionary ཀྱི་ལྟ་ནས་ང་ཚོ་ལོ་ཉིས་སྟོང་ལྔ་བརྒྱའི་གོང་གི་མིའི་དཀའ་ངལ་དང་ད་ལྟའི་དཀའ་ངལ་དེ